ཡ། ད་དེ་རིང། ངེད་ཀྱི། ཨ། ཨའུ་སྟོན་པའི་སྒྲུང་ཅིག་བཤད་དགོས་བསམ་སོང་ང། ད་ཨའུ་སྟོན་པའི་སྒྲུང་དེ། བཤད་དུས་སྒང་ལ། ད་ཨའུ་སྟོན་པས་གི་མི་ཚང་ཅིག་གི་ནང་ལ་ཕྱིན་པ་རེད། མི་ཚང་ནང་མི་ཚང་ཅིག་གི་ནང་ལ་ཕྱིན་དུས་སྒང་ལ་ཨ་ནི་པས་ཁོས་གི།

གཡས་གཡོན་ལ་བག་ཚོ་ཆེན་ནི་གི་སྡིག་ཆེན་ཆུན་གྱིས་ཉོས། རེད་ད་སྡིག་ཆེན་ཆུན་དེ་ཉོས་དུས་གང་ལ་གི་ད་ནི། ད་ཆུ་སྡིག། དབྱར་ས་དེའི་རྩ་ལ་ཕྱིན་བྱས་ནི་གི། གནས་མོ་གནས་མོ་སི་སྐད་བརྒྱབ། རེད་བླ་སི་ལབ་རེད། ཨམ་ལ་ད་དེ་རིང་ངོ་ནས་ཁྱེད་རང་སྡིག་ལ་སྡིག་དྲུག་སྐྱེས་སོང་ལབ་རེད། སྡིག་ལ་སྤུག་སྐྱེས་སོང། ཨ་མ་སྡིག་ལ་སྡིག་དྲུག་སྐྱེས་སོང་ཟེར་ནས་ཀི་དེ་རིག་པའི་སྦྱིན་བདག་ཁོ་ལ་སྡིག་ཆུན་ཆུན་དེ་སྤྲད་རེ་བ། སྤྲད་དུས་གང་ལ་མི་གཙང་གོ་ག་དག་ཆོས་ཀུ་རུ་བ། ད་འདི་ཆོས་ཚར་བ་དང་ད་ཉི་མ་དོན་རྒྱལ་ཕྱིན་པ་དང། ད། མོ། ཁོས་རྩ་ལ་ཆས་ནས་ཀི། ད་ཁྱོད་ངའི་སྡིག་ཅེས་ད་ལྟ་ཁྱོད་ཀྱི་ཡར་ཁུག་ཡོང་གི་མི་འདུག་ཨ་ཟེར་ལབ་འདུག་ཨ། ཨ་ཙི། ཨ་མ་ལགས་ག་རེ་གསུང་གི་ཡོད། སྡིག་ལ་སྡིག་དཀྲུགས་སྐྱེ་དུས་གང་ལ་ནི་ངེད་ཀྱིས་ལྷེབ་སང་ལྷབ་སང་རྣམ་དག་བྱས་ནས་ངས་ཁྱེད་རང་ལ་ཕུལ་བས་ཡིན། སྡིག་ལ་སྡིག་དཀྲུགས་སྐྱེ་དུས་གང་ལ།

ད་དེ་རིང་ངའི་ཞིང་ཁ་ལ་མོའི་རྒྱ་ཡལ་ལ་དངོས་གནས་ཡིན་ང་ལ་གླང་གཅིག་གཡར་དགོ་གི་འདུག་འུ་སུ་ལབ་རེད། ཨ་ཙེ་ཁྱེད་ལ་མ་གཡར་ན་སུ་ལ་གཡར་ཞིང་ཡིན་དང་ཡིན་ཟེར་གླང་གོག་གཡར་རེད། གླང་གོག་དེ་གཡར་དུས་ག་ལ་ཁོས་ཁོའི་གླང་གོག་དེ་ཕ་བསད་ནས་ཀྱི་དེ་ནས་བལ་ཏེ་ཁོ་རང་པགས་པ་དེ་ཚོ་གང་ས་ག་ལ་མེད་པ་ཚོས་ཤ་དེ་ཚོ་པུ་ར་གང་བྱུང་མང་བྱུང་བྱས་ནས་མེད་པ་བཟོས་ནི་གི་དེ་ནི་དཔེ་ལྟ་ཁོ་རང་ཁོས་གི་ཞིང་ཁའི་སྐྱིད་དེ་ལ་གི་རྔ་མ་གོ་གཏུབ་ནི་གི་རྔ་མ་གོ་དེ་ནི་ཞིང་ཁའི་གི་སྐྱིད་ལ་མ་བཙུགས་ནི་བཙུགས་ནི་བཞག་ནི་གི། ད་རླུང་པ་ཚང་མ་ང་ལ་རོགས་པ་བྱེད་རོགས་བྱེད་གླང་དེ་ས་གླང་རེད་ཤག་ས་ཡི་ནང་ལ་བཟོས་སོ་ཟེར་ཁོ་འཐེན་ནི་འཐེན་མ་ཐུབ་པ་གི་དཀའ་ངལ་དེ་འདྲས་བརྒྱབ་དེ་གོ་དེ་འདྲས་བརྒྱབ་དེ་གོ།

མོ་གཅིག་གིས་གིས་གོ་འདྲ་ལ་གིས། གཡག་གི་ཀོ་བ་རྙེད་བཞག་ཀྱོག་ཅིག་ཐོ་ཅོག་ཟེར་ན་བཞག་ཡོད་རེད་ད་དོ་དུས་གང་ལ་གཡག་གི་ཀོ་བ་དེ་ཚོ་བེད་སྤྱོད་བཞི་པོ་ཡོད་རེད་བ། ཧང་ཀོག་ལ་དོགས་པ་རྒྱག་པའི་ད་དེ་འདྲ་བྱེད་དུས་ད་འུ་སྟོན་པའི་བསམ་བློ་ཀོ་ལ་དངོས་གནས་ངས་གིས་དེ་ཀོ་བ་དེ་ང་ཁེ་དགོས་འདུག་ཨ་བསམ་ནས་མིག་ཟུག་གོ་དེ་ལ་རྒྱབ་ནས་བཞག་ཡོད་རེད།

ལ། ཁྱེད་རང་ཚོས་གཏན་ནས་ཨ་ནི་སྤྲོ་བོ་ཡོང་གི་ཡོད་ན། ད་བོད་པའི་སྐད་ལས་གར་ས། ལག་རྟགས་འདི་པ་ལ་ལག་པ་འདུག་བྱེད་ད། དེ་ཐ་མགས་ཞག་ཏུ་པ་ལ་མཐོང་གི་མི་འདུག་ཧོ་འདི་བདེ་འདུག་བྱེད་ནི་ཡ་ཐམ་ཟབ་དེ་ཅིག་སྤྲད་རོགས་ཡིན་ད་བྱས། ཐམ་ཟབ་སྤྲད་ཤོག། ཨོ་ཨོ་ནི་གཉིས་པ་ཡིན་ན་ད་འདོད་མུ་མཐུད་ནས་ང་ཚོའི་སྲིང་མོ་རྟ་ཡ་ཡིན་པ་ཡིན་ན་ནི Subscribe བྱའོ་བྱས་ལ་ཡིན་ཐོ་ཆད་གནང་སོང།